ཧའེ་གླིང་རྒྱལ་ཁམས་བཟང། ཕུལ་དུ་བྱུང་བའི་མི་ནི་རྟག་པར་འབད་པ་བྱེད་མཁན་དེ་ཉིད་ཞེས་པའི་མན་ངག་འདི་མདུན་བསུས་ནས་དེ་རིང་གནམ་གླིང་རྒྱལ་ལ་ཕུལ་བྱུང་གི་ན་ཆུང་མ་ཞིག་ངོ་སྤྲོད་ཞུ་རྒྱུ་ཡིན། ཁོང་གི་མིང་ལའང་ཟླ་བ་གྲོ་ག་ཞུ་གི་ཡོད་རེད། ཁོང་ནི་ལྷོ་ཁ་གོང་དཀར་རྫོང་གི་མི་རེད། མ་གཞི་ཁོང་བརྙན་འཕྲིན་རེད་གྲྭ་བ་རེད་ག་འདྲས་ཅིག་ནས་ས་སྐྱོབ་དུག་སྐྱོབ། ཁོང་གི་ལུགས་རྒྱུད་འདི་སྤེལ་ཡོད་རེད། ཡིན་ཀྱང་ད་བོད་སྐད་ཀྱི་ལམ་ནས་ཁོ་རང་གི་ལུགས་རྒྱུད་ངོ་སྤྲོད་ཞུས་པ་མང་པོ་མཐོང་མ་བྱུང། མ་ཟད་ང་རང་ཁོང་གི་ཨ་ཞང་གཅིག་ངོས་ནས་ད་ཁོ་རང་གི་འཚར་ལོངས་ཀྱི་བརྒྱུད་རིམ། དཀའ་སྤྱད་ཀྱི་ལམ་བུ། གཟེངས་སུ་ཐོད་པའི་འབྲུ་འབྲས་ཚང་མ་ལ་ད་ང་རང་སྨིན་གདུང་ནང་བསིལ་བྱུང་པ་དེ་འདྲས་ཅིག་ཡིན། དེ་ཙམ་མ་ཟད་པས་ཁོང་གི་ལུགས་རྒྱུད་འདི་ནམ་མང་ངོ་སྤྲོད་ཞུ་བའི་རྒྱུ་མཚན་གཙོ་བོ་འདི་ད་ང་ནག་རྫོགས་སྤུ་གུའི་ཕ་མ་སུ་དང་སུ་ཡིན་ནས་རང་ཉིད་ཀྱི་ཕྲུ་གུ་འདི་ཕུལ་བྱུང་གི་མི་སྣ་གཅིག་ལ་བསྒྱུར་ཐུབ་པའི་འབད་བརྩོན་དང་རེ་བ། གནང་གི་ཡོད་རེད། འོན་ཀྱང་ད་ཕ་མའི་སློབ་གསོ་བཏང་སྟངས་ཡིན་ནའི་རེད་མིག་པོ་བཏོན་སྟངས་ཡིན་ནའི་རེད་དེ་འདྲས་ཅིག་གིས་མ་འདང་བྱས་ཨ་ནེ་བུ་ཕྲུག་འདི་དཀའ་ངལ་ཆེན་པོ་ཅིག་འཕྲད་ཡོང་དུས། ཕྱི་ཤུལ་རྒྱ་ཡག་གི་བསམ་བློ་ལམ་སང་འཁོར་ཡོང་ཡག། དེ་ཙམ་མ་ཟད་ང་ནག་ཚོ་བོད་རིགས་ཀྱི་ཅིག་མིའི་གཤིས་ཀར་དེ་གར་ཡོད་རེད་ཟེར་ན། ད་ཕུལ་བྱུང་གི་མི་སྣ་ཟེར་ནས་མི་འདུག་གྲུབ་འབྲས་ཆེན་པོ་ཐོབ་པའི་མི་དེ་འདྲས་མཐོང་པ་ཡིན་ན་ཡང། དེ་ཚོ། གཅིག་གི་ཆུང་དུས་ཀྱི་འཚར་ལོངས་མ་འདྲ་ལྟ་གཅིག་གི་ཁྱིམ་ཚང་གི་ཆ་རྐྱེན་མ་འདྲ་ལྟ་སྟག་སྒོ་རྒྱུའི་ཤ་འགྱོགས་ལྟ་དེ་འདྲས་ཅིག་ལ་ངོས་འཛིན་གནང་གི་འདུག་དེ་ཡིན་ན་རྦད་དེ་ནོར་བ་རེད་བསམ་གྱི་འདུག་རྒྱུ་མཚན་ག་རེ་ཟེར་ན། ང་ནག་ཚོས་བོད་ཀྱི་གཏམ་དཔེ་ཡོད་པ་ནང་བཞིན། ཧོ་ལག་བརྒྱ་པོ་མ་སྟོང་པ་བཅས་ཧོ་ཐུགས་ཟབ་པ་ཐོང་ཟེར་ཡག་གི། བཤད་སྲོལ་ནང་བཞིན་བཅས་ད་ང་ནག་ཚོས་གྲུབ་འབྲས་ཐམས་འགྱུར་གྱི་མི་དེ་གྲུབ་འབྲས་དེ་ཐོང་པ་རེད་མ་ཞུ་གོང་གི་དཀའ་ངལ་གྱི་ལམ་བུ་དེ་གཅིག་གི་ཞིབ་དཔྱད་གནང་ཉེན་ཡོག་མར་བ། དེ་ཡིན་དུས་དེ་རིང་ངས་འདས་ཡ་ཁོང་གི་ལུག་རྒྱུད་ངོ་སྤྲོད་ཞུས་རྗེས་ཨ་ནེ་རང་ཉིད་ཀྱི་བུ་ཕྲུག་ལ་སློབ་གསོ་ག་འདྲས་བཏང་དགོས་མིན་དང་མིག་དཔེ་ག་འདྲས་སྟོན་དགོས་མིན་ཐོག་ལ་ཕན་པ་ཅུང་ཟད་ཡོང་བའི་རེ་བ་དེ་འཇིག་ཀྱང་ཡོད། ད་ཁོང་གི་འཚར་ལོངས་ཀྱི་བརྒྱུད་རིམ་ནང་ལ་ང་ནག་ཚོའི་བུ་ཕྲུག་དང་མ་འདྲ་གི་ཁྱད་ཆོས་གང་ཡང་ཡོད་མ་རེད། འོན་ཀྱང་གསེར་ས་བ་ལ་ཡོད་ན་འོད་ནམ་མཁའ་ལ་ཟེར་བས་ན་བཞིན་ད་ཁོང་དམར་ཤུགས་བསྣམས་པའི་རྗེས་ལ་ཨ་ནི། གྲུབ་འབྲས་ཐམས་ཀྱོག་དེ་འདྲས་ཅིག་རེད། དམར་ཤུགས་ཟེར་དེ་ང་ནག་ཚོས་ཡིན་འགྲོ་ཚིག་གཉིས་དེ་ལས་སླ་བ་ཅིག་རེད་མ་ཟད་ང་ནག་ཚོ་དམག་མི་ལ་ཞུ་སྙོ་མེད་པའི་མི་ཅིག་ངོས་ནས་ཆ་བཞག་ན་དེ་ཡང་དམིགས་བསལ་གྱི་བསམ་བློ་བཏང་ཡག་ཟིག་ཡོག་མ་རེད་འོན་ཀྱང་ད་ཁོ་ནག་ཚོ་དམག་མི་ལ་ཞུ་སྙོ་ཡོད་མགྱོགས་ཅིག་གི་ངོས་ནས་ཆ་བཞག་ན་དེའི་ནང་ལོགས་ལ་འགྲན་རྩོད་ག་འདྲས་ཡོད་པ། དེའི་ནང་ལོགས་ཀྱི་དམར་སྤྱོང་གི་དཀའ་ངལ་ག་ཚད་ཡོད་པ། མ་ཟད་ཏང་ཨ་ན་ཚོ་ཞིང་པའི་རླབས་སྒྲ་འབྲིང་མགྱོགས་ཀྱི་སྤུ་གུ་གཅིག་ངོས་ནས་ཆ་བཞག་ན། རྒྱ་སྐད་རྒྱ་ཡིག་གི་ཐོག་ལ་ཨ་ལས་དཀའ་ངལ་ག་ཚད་འཕྲད་ཀྱི་ཡོད་པ་ཞུ་མ་དགོས་པ་བྱས། འོན་ཀྱང་ད་ཁོ་རང་གིས་འགྲན་རྩོད་འདྲ་པོ་སྟེང་ནས་ཞུས་པ་ཡིན་ན། ཐེངས་མ་གཅིག་ཁོ་རང་རྒྱུ་ཆ་འགྲན་བསྡུར་གཅིག་གི་ཐོག་ལ་ཨང་དང་པོ་ཐོབ་ཡག་གི་ཆེད་དུ་ཁོ་རང་གིས། སོགས། དོགས་ཡོད་ཀྱི་རྒྱུག་བཞག་འོན་ཀྱང་ཁོ་རང་ཨང་དང་པོ་རག་པའི་དུས་ལ་ཁོ་རང་དྲན་པ་ཐོག་བཞག་བྱས་ཙང་ཁོ་རང་གི་ཁག་ཐེག་དེ་ཚོ་ག་འདྲས་ཅིག་ཡོད་པ་ད་ག་ནས་ཤེས་རྟོགས་ཐུབ་ཀི་རེད་དེའི་ནང་ནས་ཀྱང་ཕུལ་བྱུང་གི་གྲུབ་འབྲས་ཅིག་བླངས་ཐུག་ཡག་ཨ་སྡུག་རུས་དེ་འདྲས་ཅིག་རྒྱག་ཐུག་ཡག་གི་ས་ཞིང་བསྟེན་པའི་བསམ་བློ་དེ་ག་ནས་བྱུང་པ་རེད་ཟེར་ན་ཁོང་གི་ཕ་མ་གཉིས་སྐོར་ནས་རུབ་ཏུ་ཞུགས་ཀི་ཡིན།

ཁོ་རང་གི་ཁྱིམ་ཚང་འདི་ཡིན་ནས་ཆང་རག་དང་ཐ་མ་མེད་པའི་གཤིས་རྒྱུད་བཟང་པོ་འདི་འདྲའི་ཅིག་གནས་བསྡད་ཡོད་རེད། ལྷག་པར་དུ་ཁོང་གི་ཨ་མ་ལགས། ཀུན་སྤྱོད་ལ་ལྷད་མེད་པའི། ད་མཛངས་མའི་ཡོན་ཏན་ཚང་བ་ཟིན་ན་ངས་དཔེ་དེ་འདྲའི་ཅིག་ལ་བཞག་གི་ཡོད། མ་ཟད། ལོ་མང་པོའི་གོང་ལ་ངས་སྐད་འཕྲིན་ཁང་ནས་ལས་ཁོང་ལ་བསྟོད་ཚིག་དེ་འདྲའི་ཅིག་འབུལ་མྱོང་ཡོད། གང་ཡིན་ཟེར་ན་ང་ཆུང་དུས་ནས་ད་ཁོང་གི། ཅིག་གི། བུ་ཕྲུག་གསོ་སྐྱོང་གནང་པའི་དུས་ཚོད་ནང་ལོགས་ལ་བུ་ཕྲུག་ལ་ཅིག་གི་གཤེ་གཤེ་དང་ངོ་གནག་པོ་སྟོན། ཁོ་རང་ལ་དཀའ་ངལ་དཀའ་སྡུག་ག་འདྲས་ཞིག་འཕྲད་པ་ཡིན་ནའི་ལས་འཛོམས་ཚེ་ཚེ་གས་དཀའ་ངལ་ལ་གདོང་བསྟན་པ་ལས་འཁང་ར་འཁོན་འཛིན་རྩ་བ་ནས་གནང་གི་མ་རེད། དེ་ཡིན་དུས་ཁོང་གི་ཁྱིམ་ཚང་ནས་ཕུལ་བྱུང་གི་མི་སྣ་གསོ་སྐྱོང་གནང་ཡ་ལ་ཁོ་རང་གི་ཤུགས་རྐྱེན་ཐེབས་ཡོད་རེད་གསུངས་གི་འདུག་བྱས་ཙང། རྣམ་པ་ལྷན་སྐྱེས་ནས། ད་དང་དེའི་དུས་ལ་ཆ་བཞག་ན་ད་ལྟ་བ་སྒྲོ་ག་ལྟ་བུ་ཅིག་ལ་ཆ་བཞག་ན། རང་ཉིད་ཀྱི་འཚོ་བ་འདི་མི་མིན་རང་སྐྱིད་ཙམ་ཡིན་པ་མ་ཟད་ཨ་ནི་གཞན་ལ་ཅིག་གིས་སྦྱིན་པ་གཏང་ཡ་ཡིན་ནའི་རེད་ད། རྒྱབ་སྐྱོར་བྱེད་ཡ་ཡིན་ནའི་རེད་མང་པོ་ཅིག་གི་ཐོག་ལ། ད་རྒྱལ་ནང་དག་ལ་ཆ་བཞག་ན་ཁོང་དེ་འདྲའི་ཞུས་བྱས་ཁོང་གི་དཀའ་སྤྱད་ལ་ད་སློབ་སྦྱོང་ཞུ་ཡག་གི་བྱེད་སྒོ་དེ་འདྲས་མང་པོ་ཞིབ་ཅིག་སྤེལ་གནང་གི་འདུག་བ། བྱས་ཙང་ང་ནག་ཚོ་ཕ་མ་སུ་དང་སུ་ཡིན་ནས་ལས་རང་ཉིད་ཀྱི་བུ་ཕྲུག་ལ་སློབ་གསོ་གཅིག་པུ་ཙམ་མིན་པ་ནུས་པ་བཟང་པོ་ཅིག་སྟོན་ན་ཡག་དེ་དཔེ་མི་སྲིད་གི་རྒྱལ་ཆེན་པོ་རེད་ཤག་བཟང་པོ་འདུག་ཨ་ནི་ནམ་ལྷན་རྒྱས་ནས་ངའི་སྐད་ཆས་ཡང་ནོར་བ་དག་འཁྲུལ་བ་ཡོང་སྲིད་གི་རེད་དེ་དགོངས་བཞེས་གནང་རྒྱུའི་རེ་བ་ཞུ་རྒྱུ་དང་ཨ་ནི་དེ་རིང་གི་བརྙན་ཐུང་འདི་ཁྱེད་ནག་ཚོས་ཧྲིལ་བོ་བཟང་ཞིག་གནང་རྗེས་ཨ་ནི་བུ་ཕྲུག་ལ་མིག་བསྟན་གནང་ཡག་དང་རྒྱུས་མངའ་གནང་ཡག་ཡིན་ན་ཁྱེད་ནག་ཚོས་ཟླ་བ་གྲོ་ག་བཅས་བཅས་ཚོད་ཤེས་གནང་ན།